ལས་ཀ་འདྲ་བོ་བྱེད་ཀྱི་ཡོད་པའི་སྐད་ཆ་རེ་བཞག་འདི་ནང་ལོགས་ལ་མི་གཅིག་གིས་ངོས་ནས་མི་མང་ལ་གོ་རྟོགས་ལོག་པ་སྤྲད་ནས་མི་མང་ཚོ་ཡང་བོད་གཞུང་གཏོར་བཤིག་བཏང་ཡག་དང་བོད་ཀྱི་ཆོས་འདི་གཏོར་བཤིག་བཏང་ཡག་གི་ཆེད་དུ་གདམ་ས་ལ་ལ་ངོ་རྒོལ་གོ་སྒྲིག་བྱེད་ཀྱི་འབད་བརྩོན་བྱེད་ཀྱི་འདུག་ཤོད་ཡིན་ད་ག་རང་ཐོག་ལ་ཡིན་རྣམ་པ་ཚོ་གསལ་པོ་གནང་ལ་སོ་བོད་རྒྱ་ལོ། ལ་དྭགས་ས་གནས་གཞི་རིམ་མི་དམངས་ཀྱི་ཚོགས་གཙོ་ཚོགས་གཞོན་རྣམ་པ་གཉིས་གཙོས་པའི་རྒྱུན་ལས་རྣམ་པ། དེ་བཞིན་ཨན་ནེ་ཆི་ཚོགས་མི་ཚང་མ་ལོས་ལི་ཡར་འཚམས་འདྲི་བཀྲ་ཤིས་ལེགས་ཞུ་བ་ཡིན། ད་དེ་རིང་གི་རྣམ་པ་ཚོ་ལི་ཡར་འབོད་སྐུལ་གང་ཁ་ཤས་ཞིག་ཞུས་བས་ཡོད། དེ་ག་རེ་ཡིན་ཞུས་ཡིན་ན། ད་ང་རང་ཚོ་ད་ལྟ་ཕྱི་དྲ་གུས་པའི་ནང་ལི་ཡར་དྲ་འདྲམ་ས་ལ་ལི་ཡར་ཨན་ནེ་ཆི་གཞི་རིམ་མི་དམངས་རེ་འབོད་ཚོགས་པ་གིས་ཨན་ནེ་ཕི་ཀེ་བཀའ་འགུག་གནང་བ་ནས་ཤིང་གི་ང་རང་ཚོ་གི་ཤེས་རིག་མི་མང་ཚོགས་ཆེན་ཚོ་བཅར་དགོས་ཀྱི་ཡོད་རེད་དེ་འདྲས་སོང་ཙང་དེ་ལ་ཡང་ཕན་ངེས་ག་ཚོད་ཡོད་པའི་ནས་ང་ཚོ་སྤྱི་ཟླ་བརྒྱད་པའི་གི་ཚེས་བཅོ་ལྔ་ནང་ཚུད་ལ་ཡང་མིང་ཐོ་སྤྲད་རོགས་གནང་ཞུ་ཡ་ཡིན།
ལ་དྭགས་ས་གནས་ལ་ད་ནངས་ཤ་ར་མི་མང་གི་ལས་ཀ་བྱེད་ཉེས་དེ་འདྲས་ཡོད་པ་ཡིན་ན་སྤྱི་ཟླ་བརྒྱད་པའི་གི་ཚེས་བཅོ་ལྔ་གཉིས་ལ་མིང་ཐོ་སྤྲད་པ་བྱས་ཚང་མ་རོགས།

ལ་སོགས། མིང་དུ་བཀྲལ་བའི་སྐབས་ལ་ཡང་དང་རང་ཚུགས་ཀྱི་དང་དང་དང་བླང་བྱ་བཀྲལ་ཏེ་ཡིན་རྒྱུ་མིན་ནམ་དགོས་དགོས་རེད་དེ་ནས་སོ་སོ་མིང་ཆད། འོ་དེ་དོན་དགོངས་ལོ་ལོ་ཚེ་ལོ་གྲངས་ག་ཚོད་ནི་ད་ལོ་ཡང་ལོ་ཆད་ལོ་ཆད་ཚོ་ལ་ཡང་ཞུགས་ས་མིག་སེ་ཡོད་རེད་དེ་ནས་བཟུང་སང་ཨ་ནེ་དགོངས་ལོ་ཚེ་ག་དགོངས་ལོ་ག་ཚོད་ཡིན་མེད་དང་བླང་བྱ་བཀྲལ་ནམ་ཕལ་ཆད། འོ་དེ་གཅིག་མིང་གཞུང་ནང་ལ་ཡང་ལོ་དང་ཨ་ནེ་དང་བླང་བྱ་བཀྲལ་ཨང་གྲངས་རྣམ་པར་ཡོད་ན་རྣམ་པར་མེད་ན་ཨ་ནེ་དང་བླང་བྱ་བཀྲལ་ཡིན་རྒྱུ་མིན་ནམ་ཕལ་དགོས་དགོས། འོ། མིང་དུ་བཀྲལ་བའི་སྐབས་ལ་དང་བླང་བྱ་བཀྲལ།

མིང་ཐོ་འདི་སྤྲད་རོགས་གནང་ཞུ་ཡ་ཡིན། ད་ལྟ་བར་དུ་ང་ཚོ་མིང་སྤྲད་མཁན་ནི་མི་བཅུ་བཅུ་བགྲང་ཙམ་ཡང་ཞིག་མི་འདུག་ད། བཅུ་བགྲང་ད་ག་ཡའི་སྐུ་ཕྱི་མ་རོ། ཨ་འདྲ་ཉིན་ཡིན་ན་ང་ཚོ་མི། བདུན་ཡན་རེ་ཞིག་ཕེབས་ཤག་དེའི་ནང་ལ་ཡ་ད་ག་ད་འདྲ་ཉིན་ང་ཚོ་སྤྱི་ཐང་སྐོར་ཕེབས་ཀྱི་དར་མ་ས་ལ་ལ་ཡ་མི་ལྔ་བརྒྱ་དྲུག་བརྒྱ་ཅིག་མ་འབྱོར་བ་མ་རེད། ད་ལོ་མི་ལྔ་བརྒྱ་དྲུག་བརྒྱ་ག་ཅིག་ཡོང་ཡང་ཁྱོད་ནས་མ་རེད་མི་མང་ཚོགས་ཆེན་སེམས་ཉུང་དགྲ་ལ་ཡ་མི་གཉིས་སྟོང་གསུམ་སྟོང་དགུ་དགུ་ཡོད་སྲིད་གོ་དགྲ་ཁོ་ནང་སོ་གི། ཁོང་རང་ཚོ་དེ་འདྲའི་ཐུགས་རེ་གནང་དགོས་རེད་དེ་འདྲ་སོང་ཙང་ང་ཚོ་འདུག་སྟབས་ཡིན་ན་ད་གཞིས་ཆགས་ཁག་ནས་ཡང་བདེན་གཉིས་ལས་པའི་གཞིས་གྲགས་མང་ང་མི་དེ་ག་ནས་ཕྱི་རྒྱལ་ནས་ཕེབས་མྱི་མང་པོ་ཡོད་རེད་དེ་ག་ནས་གཞན་ང་ནས་མྱི་སོ་སོ་ཕེབས་ན་ཕེབས་མ་ཕེབས་ནས་གཞིས་བདག་དོན་གཉེར་མང་པོ་ཡོད་རེད་འོང་དེ་ག་ནས་བྱས་དེ་འདྲའི་ཕྱི་ལོག་ནི་ང་ཚོ་ཚགས་ཚུད་པོ་རེད་འདུག་དེ་འདྲ་སོང་ཙང་ང་ཚོ་ལ་དྭགས་དེ་ད་ང་རང་ཚོ་གཞིས་ཆགས་ཆེ་གྲས་ནང་ནས་ཨང་གཉིས་པ་རེ་ཆགས་ཀྱི་ཡོད་རེད་མི་མང་མི་མང་ཉུང་ནང་ནས་མི་འབོར་ནང་ནས་ཨང་གཉིས་པ་རེ་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང་ནི་གཞིས་ཆགས་ཆེན་པོ་རེད་དེ་འདྲ་སོང་ཙང་མི་བཅུ་བགྲང་ཅི་མ་ཞིག་འགྲོ་ཡ་མ་རེད་འོ་ཡིན་ན།

ད་ནི་གཞི་རིམ་མི་དམངས་ལ་དེ་ཙམ་མ་མི་སུམ་སྟོང་བཞི་སྟོང་དེ་འདྲའི་སྐོར་ལབ་ཀྱི་འདུག་ད་ག་རང་རེད། ཁྱེད་རང་ཚོ་མི་རྐང་རེ་གཉིས་གཅིག་གིས་ཨ་ནི་མི་དམངས་ཀྱི་མིང་ཁྱེར་ནས་འཛམ་བུ་གླིང་ལ་གོ་བརྡོ་ཡོད་ཡ་དང་ཨ་ནི་བོད་གཞུང་འདི་གཏོར་བཤིག་གཏང་ཡ་གི་ལས་རྒྱུ་བྱེད་ཡ་དེ་སྡུག་ཅག་རེད་ལབ་པས་ཡིན། ད་ཕྱི་རྒྱལ་ནས་མི་ཡན་ཆད་ཡོང་སྐོར་ལབ་ཀྱི་འདུག་ཕྱི་རྒྱལ་ནས་ག་རེ་མི་ཡོང་ཡ་ཡོད་རེད་ད་ལྟ Boston ལ་ཨ་ནི་ཐ་ན་གུང་བྲན་གྱི་ཕོར་ཐོ་སྦྱང་ཡ་ལ་ངེས་དེ་གཅིག་རེད་དེ་ནས Paris ནས། དམུར་ལྟོ། ཐ་ན་དམུ་བསྟན་ཡང་ལས་དེ་རེད། དེ་ནས་ཨ་རི་ནས། ཚེ་ཏན་ནག་རིས་ལས་དེ་རེད་ནག་རིས་ཆ་གཅིག་དེ་བསྟན་དེ་ལས་ཨ་རི་བཞགས། ཨ་ནི་ཡིན་གཞན་པ་མི་ཡོང་ངེས་མི་འདུག་ལབ་གི་འདུག་ད་འུ་ཐུག་དེ་བཞགས། ལ་སོ། ཨ་ཡག་པོ་མ་རེད་དེ་ང་ཚོ་བསྟན་དེ་འཐུས་ཤོར་ལས་བརྩི་གིར་བ་དེ་འདྲ་སོང་ཚེ་ངེས་པར་དུ་ཨ་ནི་ཚང་མ་ལ་ཐུགས་ཁུར་གནང་རོགས་གནང་ཞུ་ཡ་ཡིན། མི་གང་མང་མང་ཞིག་དང་དུས་ཀྱི་འདི་རྒྱལ་བས་ཀྱི་ཚེས་བཅོ་ལྔ་ནང་ཚུད་ལས་ནི་མིང་ཐོ་ཞིག་ངའི་ངེས་པར་དུ་སྤྲད་རོགས་གནང་ཞུས་མིང་ཐོ་དེ་ནི་ང་རང་ཚོ་ད་ལྟ་གཞི་རིམ་མི་མང་འདིའི་སྐད་འཕྲིན་ནང་བཏང་ཤག་ན་འགྲིག་འདུག་དེ་དེ་མེད་ན་ང་ཚོ་ཚོགས་གཙོ་ཚོགས་གཞོན་ཆེར་ཕུལ་ན་འགྲིག་གི་རེད་དེ་ག་ནང་བཞིན་གྱི་ད་ལྟ་རྒྱ་ཕྱོགས་བོད་ཡིག་ང་ཚོ་རྒྱ་དང་པོ་ལ་ཁམ་བུ་ལ་ཡོད་རེད་ཁམ་བུ་ལ་ཕུལ་ན་འགྲིག་གི་རེད་དེ་ག་འདི་རྒྱ་ཞི་བ་ལ་ཡང་ང་ཚོ་ཧོར་སོག་ཡོད་རེད་དེ་ག་ནང་བཞིན་གྱི་ད་གང་ལྟར་ང་རང་ཚོ་གཞི་རིམ་མི་མང་ནང་ནས་བོད་ཀྱི་ཕན་ཉེས་མང་ཕག་ཕལ་འགྲོ་ཉེས་སུ་ཡིན་ན། ཨ་ནི་བཀྲ་ཤིས་དོན་གྲུབ་ལ་ཡོད་རེད་སུ་ལ་ཕུལ་ཤེ་ན་འགྲིག་གོ་ར་མིང་འདུག་དེ་ནས་ང་ཚོ་མིང་སྤྲད་བའི་སྐབས་ལ་ཡ། ཨ་ནི་དགོང་ལོ་ག་ཚོད་ཡིན་པ་དེའི་སྟེང་ཞིབ་འཇུག་བྱེད་དགོས་འདུག་དགོང་ལོ་ཕྱེད་ཟེར་ཡིན་ན་ཨ་ནི་ང་ཚོ་ཕེབས་ཡས་དམིགས་བསལ་བཞུགས་ས་དེ་དེ་དེ་དྲ་སྒྲིག་ཡས་ག་ཞིག་རེད་འོ་དེ་འདྲ་ཞིག་ཞུ་ཡས་ཡིན། ཁྱེད་རང་ཚོས་ཀྱི་མིང་དེ་ཚོ་སྤྲད་ཤོར་ལ་གི་འདུག་ཨ་ནི་མི་གང་ག་ཤེས་བྱས་ཀྱི། གླིང་དེ་ཚོ་དུས་ཀྱི་ལེགས་འདུག་ཡིན་མི་ལེགས། ཁྱེད་རང་ཚོས་ཀྱི་ཐ་ན་ཤ་ར་མི་མང་གི་སྐད་འཕྲིན་ནང་ལོ་ལ་སྤྲད་ཤོག་ལེགས་འདུག་ཨ་ནི་ལོ་ག་ཚོད་ཡིན་མགྱོགས་དེང་ཅི་མིན་ཅི་ལབ་ཤོག་ལེགས་འདུག་ལོ་རྒན་འགོ་ཡིན་ན་ཨ་ཞུ་ས་རུ་ཁག་ཅིག་ཡག་པོ་ཅིག་ཡོད་ས་རེད་གྲོགས་གཅིག་གི་ད་ལྟ་གྲོགས་གཅིག་སྤྲད་ཀྱི་འབད་བརྩོན་བྱེད་ཀྱི་འདུག་གོ་གོ་ཡོད་བྱེད་དོ་ད་ནི་ལོ་རྒན་འགོ་མང་པོ་གླས་ནས་ཆར་གདུང་ཟེར་སེ་ར་ཟེར་ཆུ་བ་གནམ་ལ་འཕིར་ཨ་འདི་བས་ལེགས་མཐོང།

སྨིན་མའི་སྟོང་ཕྲག་བཞི་ཡིས་ནི་ཤེལ་དཔའ་བོ་ཚོགས་ཁང་ལག་རོའི་རྔ་ཡིས་ནི་རྔ་ལ་དཔའ་བོ་སྟོང་ཕྲག་དྲུག་གིས་དཔའ་བོ་ཚོགས་ཁང་ལག་རོ་ཅི་འདྲའི་སོང་ཙང་ནི་ཁོང་ཚོ་དེའི་ཚོགས་ཁང་ལ་ཡིད་ཁྱེར་བ་ཞིག་རོ་ང་ཚོ་མི་ཁ་གྲངས་ལ་དཔའ་བོ་ཀྱི་ཚོགས་ཁང་ལ་བཀུར་རོ། གོང་དུ་འོག་དེ་གཅིག་ཞུ་བ་ཡིན། ཨ་དེ་རིང་ཡིན་གཅིག་མི་གཅིག་ང་ཚོ་མི་གང་མང་མང་གཅིག་ཕེབས་རོགས་གནང་ཞུ་ཡ་ཡིན། ད་རྣམ་པ་གཙོ་བོ་གཉིས་བྱས་ད་འདི་ང་རང་ཚོ་ལ་དྭགས་ཡ་ཚེ་ཟིན་སུ་ར་ཆགས་ཀྱི་ཡོད་རེད་ད་གཅིག་གིས

ད་དེ་ཚོ་ལས་ཁོ་རང་ཚོ་གི་ད་རྒྱ་གར་ལ་བསྡད་པའི་སྐབས་ལ་ཡང་ལས་འགུལ་ག་ཚོད་མང་སྤེལ་ནས་དེ་གི་དེ་གི་དེ་ཙམ་གས་ནི་རྒྱ་མི་གི་དཔེ་ཞག་མང་སྒྲིག་དགོས་རོགས་དེ་ལ་དཔའ་བོ་ཅིག་ད་ཁོང་ཚོ་གི་དཔེ་ད་ད་འདོད་པ་གང་ཡོད་ད་ང་ཚོ་ཁོ་ལ་ཡང་ཁོང་ཚོ་ལ་ཁ་བརྡས་བཅག་ངེས་མེད་པ་ཡིན་ཙང། ཁོང་ཚོ་ལས་ཁོང་ཚོ་མདུན་ལ་ལངས་ངེས་སུ་ཅིག་མེད་པ་ཡིན་ཙང་ད་ཁོང་ཚོ་གི་འདོད་པ་གང་ཡོད་བྱེད་འོང་དོ། ད་ཐ་ན་ཤ་ར་མི་དམངས་བོད་གཞུང་གཏོར་བཤིག་བཏང་ཉེས་ཀྱི་ལས་འགུལ་གོ་སྒྲིག་བྱེད་མཁན་དེ་ཚོ། པའི་དངངས་སྐྲག་སྐྱེས་ནས་བལྟས་ཤག། ཨམ་ན་མི་བཞི་སྟོང་ལྔ་སྟོང་ལ་ཡ་དེ་ཁོང་ཚོའི་གི་ཁ་ནས་དོན་ཡ་དེ་ད་རེ་བ་གི་ཕྱི་ནས་ཡོང་གི་ཡོད་ས་རེད་ས་བོད་གཞུང་གཏོར་བཤིག་བཏང་གོ་གོ་ར། ཨ་ནི་ཀླད་ཀོ་དེ་ཨང་ཀི་གཅིག་གི་རྒྱབ་ལ་ཡིན་ན། ཨ་ནི་དེས་དོན་དག་ཡོད་རེད་ཨང་ཀི་གཅིག་གི་མདུན་ལ་ཡིན་ན། ཨ་ནི་དེ་ཀླད་ཀོ་ཀླད་ཀོ་རང་ཅག་དེ་ཡ་རེད་ཁྱེད་ཚང་ཨ་བཞི་སྒང་ལ་ཀླད་ཀོ་གཅིག་ཀྱང་ན་མི་བཞི་བཅུ་ཀླད་ཀི་ཡོད་དུ་རང་ལྟ་བཞི་སྟོང་བྲེ་བ་འདྲེ་ལ་ནི་ཧོལ་གྲ་སྒྲིག་བྱེད་དགོས་ཡོད་ལ་ནི་ཨ་ནི་སྐད་ཆ་ཞིབ་ཅིག་བཤད་བལྟས་ཤག། ཨ་ནི་ཁོ་ཚོ་རླུང་ཞུགས་ལང་ཤགས་ཁ་ཕྱི་ལ་ན་རང་བཙན་ཚོགས་ཆེན་ཐེངས་བདུན་པ་དེ་འཚོགས་ཨ་ནི་ཡི། བོད་རང་བཙན་ཅན་གྱི་རྒྱལ་ཁབ་ཅིག་སོ་སོའི་ལག་པ་ལ་ཚུར་རང་ཅག་ར་ཡག་རང་བཙན་སླར་གསོ་བྱེད་ཀྱི་ཆེད་དུ་ཨ་ནི་ང་ཚོས་ཀྱི་ཆོས་བརྒྱུད་སྤྱི་འཐུས་རྣམ་པ་དང་འདུ་སྡོད་སྤྱི་འཐུས་རྣམ་པ་དགུ་གྱི་ཕྱག་ལས་གནང་རྒྱུ་དེ་ལ་ཁོ་ཚོ་རླུང་ཞུགས་ཅིག་ལང་དེ་ཤགས་ར། ཨ་ནི་ཁོ་ཚོ་དེ་འདས་ཀྱི་ལས་རྒྱུ་བོད་བསྟན་པ་ཆབ་སྲིད། གོང་སྤེལ་བཅས་ཀྱི་ལས་འགུལ་བར་ཆོད་མ་ལྔ་སྤེལ་ནས་ནི་རྒྱ་མིས་ཀྱི་དཔེ་ཞྭ་མ་ལྔ་རག་གི་ཡོད་རེད་ལབ་གི་འདུག་དེ་སྐྱག་རྫུན་རེད་ས། ད་ལྟ་རྒྱ་མི་འདིས་རང་བཙན་འཐབ་རྩོད་པ་ལ་སེམས་པ་གཏིང་ནས་དགའ་པོ་མ་རེད། ཐ་ན་ཞྭ་ར་མི་མང་ལ་དགའ་པོ་ཞུ་གི་ཡོད་རེད་བྱས་ཙང་དཔེ་ཞྭ་ཟ་ཉེ་སུ་རེད་དཔེ་ཞྭ་སྤྲད་ས་སུ་ལ་སྤྲད་ཀྱི་རེད་འདི་ཡིས་ཨ་ནི་མི་མང་དེ་ཚོ་བསམ་བློ་བཏང་དགོས་ཨེ་རེད་ལབ་ཡོད་ལ། ད་རང་ཞྭ་ར་མི་མང་འདིས་སྐྱ་མི་གུང་ཁྲན་ལ་དགའ་བོ་ཞིམ་པོ་ཡོད་སྐྱོག་རྒྱ་མིས་ཀྱི་ལྟ་བ་དེ་གོང་འཕེལ་བྱེད་ངེས་ཡིན་དུས་ཨ་ནི་ལོ་གཅིག་ཐོག་ནས་བསམ་བློ་བཏང་པ་ཡིན་ན་ཁྱེད་རང་ཚོ་ལ་བེ་ཤ་མང་པོ་རག་གི་ཡོད་ས་རེད་ཞོན་ཡིན་ལ་སོ་ཨ་ནི་ཆོས་རྒྱུད་སྤྱི་མཐུན་རྣམ་པ་བསྐྱར་རོ་བོད་རང་བཙན་བསྐྱར་རོ་ལ་སོ། དེ་འདྲའི་སོང་ཚོད་ད་ང་རང་ཚོ་བོད་མིའི་སྒྲིག་འཛུགས་པས་གཏོར།

དོན་དག་དངོས་གནས་དེ་ཁོ་རང་ཚོ་གི་སྤྱི་འཐུས་དེ་ཚོ་ཡང་ཁྲིམས་ཞིབ་པ་པི་བཞག་རྒྱུ། དོན་དག་དེ་ཚོ་ནས་དམ་བཅའ་ཞུས་ས་རག་མ་སོང་ལབ་བོ་རེད། ང་ཚོ་གི་སྤྱི་འཐུས་དེ་ཚོ་ཟླ་བ་ཚེ་རིང་ལ། ཟླ་བ་ཚེ་རིང་ནས་དམ་བཅའ་ཞུས་རེད་ལབ་ནི་ལྟ་དེ་འགྲིག་གི་མ་རེད་ལབ་གི་འདུག་དེ་སྐད་ཆ་དེ་བདེན་པ་རེད་ལབ་སོང། ནི་རིགས་པས་མི་ཤེས་ད་འཛའ་དྲག་ཆགས་འདུག་རེ་ང་རང་ཚོ་འཛའ་དྲག་ན་ནི་འཛའ་དྲག་ཆགས་འདུག་ད། འོང་དེ་འདྲས་སོང་ཚང་མས་གིས་ད་ཅིག་ཆེ་ཤག་ཆུང་འགྱུར་ཐོག་ནས་ང་རང་ཚོ་འོང་ཡོད་ཡོད་དེ་ཡིན་ན་ད། སོ་སོའི་ལས་དོན་གལ་ཆེན་པོ་དེ་ད་གནས་སྐབས་ལེགས་སུ་བཞག་ནས་ཡོང་མིན་ན། སྐྱབས་མགོན་རིན་པོ་ཆེ་ཐུགས་རྗེའི་སྐུ་དྲིན་ལ་ང་ཚོ་ག་དུས་ནས་དཀའ་ངལ་འཕྲིངས་མི་རེད་སྐྱབས་མགོན་རིན་པོ་ཆེ་བྱིན་མཐུ་ཏན་ཏན་ཡོད་ད་ང་རང་ཚོ་བྱིན་རླབས་ཏན་ཏན་ཡོད་རེད་དེ་ག་ནས་ཡིད་ལྷ་ཆོས་སྐྱོང་སྲུང་མ་གེ་ཆི་ཕེ་ཁེ་གྲོགས་ཕྲིན་ལས་ཏན་ཏན་ཡོད་རེད་ང་རང་ཚོ། ད་འུ་ཐུག་གི་འདུག་ལབ་གི་འདུག། ད་བོད་གཞུང་གཏོར་བཤིག་བཏང་ནས་མི་ཡོང་གི་མེད་ལ་བོར་བ་ད་ཁོང་ཚོ་དར་ནག་དེ་ཚོ་རྒྱ་མི་གུང་ཁྲན་ཏང་གི་ལྟ་བ་དེ་གོང་འཕེལ་བྱེད་ཡ་ལ་བར་ཆད་ཞུགས་འདུག་ལེན་འདུག་བྱས་ཙང་ཁོང་ཚོ་དངངས་སྐྲག་རྒྱས་ད་སུས་ཀྱི་ཟུར་ལ་བི་གྱག་གྱག་ཡོད་ན་ད་ཁྱེད་ཚོ་དེ་འདྲས་བྱེད་ཡི་ལ་ཡོད་ན་གང་ཞེན་ཨ་ནི་ཁོང་ཚོ་དངངས་སྐྲག་ཞིག་ཅིག་སྐྱེན་བསྡད་ཤགས་ཨ་རྒན་འགོ་ཁ་ཤས་ཅིག་བད་ཆ་བཏུང་ཟས་ཁ་ཤོག་ལབ་གི་འདུག། བྱས་ཙང་ནི་དེ་འདྲའི་བྱས་བ་ཡིན་ན། བོད་གཞུང་གཏོར་བཤིག་བཏང་པ་ཡིན་ན། ལྷ་སྲུང་མ་གིས་ནི་སྟོན་རོགས་པ་ཅིག་རེད་འདྲ་བ་ཅིག་ལབ་གི་འདུག་དེ་ཡང་མི་མང་ལ་གོ་བསྡུར་ཡོད་དགོས་འདུག་སི་ལའི། ལྷ། ཆོས་སྐྱོང་སྲུང་མ་གིས་བོད་གཞུང་གཏོར་བཤིག་བཏང་ཉེ། ནང་པའི་ཆོས་གཏོར་བཤིག་བཏང་ཉེ། དེ་ཚོ་ལ་གྲོ་བོ་ཁྲི་ལན་རྩ་བ་གཉིས་ནས་བྱེད་ཀྱི་མ་རེད། གཞོན་ཡིན་དེ་རྣམ་པ་ཚོས་ཀྱི་ཁེ་མགོ་རེད། ཨ་ནི་དེ་ནས་གོང་ས་མཆོག་གི་མཚན་འདི་དོ་ནག་ཞྭ་ར་མི་མང་གིས་ནམ་རྒྱུན་དུ་ནས་བེད་སྤྱོད་ལོག་པ་བཏང་བཏང་གོ་རེད་ད་འདི་བེད་སྤྱོད་ལོག་པ་བཏང་ནི་ད་གོང་ས་མཆོག་གི་མཚན་འདི་བེད་པ་ཡིན་ན་ཨ་ནི་ཁྱེད་རང་ཚོས་ཀྱི་ད་བོད་གཞུང་གཏོར་བཤིག་བཏང་ཡས་ལ་རྒྱབ་སྐྱོར་རག་གི་རེད་བསམ་ནི་ཨ་ནི་གོང་ས་མཆོག་གི་མཚན་འདི་བེད་སྤྱོད་ལོག་པ་བཏང་གི་འདུག་ལ་སོགས། ལྷ་ཚོགས་འགྲོ་སོང་ནས་དབུགས་འདང་གི་འདྲ་ཆ་ཚང། སོ་སོ་སྦྱིན་བདག་དོན་ང་ང་རང་འགྲོ་གི་ང་རང་བྲེལ་གི་དཔེ་ཆ་ང་རང་བྲེལ་ང་རང་འགྲོ་ང་རང་རྒྱག་རང་འཁུར་བྱེད་ཀྱི་ལབ་ནས་འདི་ཁོ་བརྗོད་མེད་རེད་ཁོ་སོ་སོ་སོ་ནམ་ཟག་འགྲོ་གི་རེད་བ། དེ་མེད་པའི་ན་ང་ཚོ་སུ་ཞིག་ལ་ཡང་ཁྱེད་ཚོ་བས་ང་ཚོ་བས་འགྲོ་སོང་ཞུ་བའི་ན་ཁོ་ལ་ཡང་སུ་ཞིག་ལ་སྤོམ་ཤོར་དགོས་ཡ་ལ་སུ་ཞིག་ལ་གནོང་དགོས་ཡ་ཁེ་ཡ་མ་རེད་ཁོ། གཞུང་གི་གནང་གི་གནང་གནང་ནམ་ཞིང་ཚོ་སོ་ལེན་དགོས་རེད། ལས་ཀ་ཡ་བྱེད་དགོས་རེད་ཐོབ་ཐང་ལེན་དགོས་རེད་ཁོ་གལ་དགོས་བྱེད་མ་རེད་བ། དེ་འདྲ་སོང་ཙང་ངེས་པར་དུ་ཨ་ནེ་བྷེ་ཡི་བཅའ་རོགས་གནང། སོགས།
དྲུག་ཚོང་ཚང་མ་ལོག་སྤྲད་ཀྱི་ཡིན་ལབ་ཀྱི་འདུག་གཞུང་གི་གནང་སྒོ་རེད་ལབ་ཀྱི་འདུག་ད་སུ་སུ་ཡི་གཞུང་གི་རེད། བཙན་བྱོལ་བོད་གཞུང་གི། ང་རང་ཚོས་ཀྱིས་བཙན་བྱོལ་བོད་གཞུང་གཏོར་བཤིག་བཏང་ཡན་གྱི་ལས་འགུལ་ཆེད་དུ་མི་བཏང་གི་མ་རེད་ད་སུས་བཏང་གོ་ད། ད་དེའི་ལན་གཅིག་རྒྱག་དགོས་གོ་རེད་ད། གཞུང་གི་གནང་གི་ལ་ས་གཞུང་སུ་རེད། རྒྱ་མི་གཞུང་རེད། ཨ་ནི། བཙན་བྱོལ་བོད་གཞུང་ནང་ངོས་ཀྱི་མི་རྐང་ཁ་ཤས་ཀྱི་རེད། འདི་སྐད་ཆ་དྲན་དེ་གལ་ཆེན་པོ་རེད་ཁྱེད་རང་ཚོ། ད་ལྟ་མི་མང་གོ་བསྡུར་གཡོ་གུ་འདུག་ཨ། ལ་དྭགས་ལ་བཞུགས་ནས་མི་མང་རྣམ་པ་ཧ་ལས་བས་ཀྱི་གཟབ་གཟབ་བྱས་དེ་དཔེ་གལ་ཆེན་པོ་རེད་ཤག་ཤོད་ཨེ་འདག། ཁྱེད་རང་ཚོ་ལ་དངོས་གནས་ཁོ་ར་ལྐུག་པ་འདྲ་བོ་བརྩི་གི་འདུག་ཨ། ལྐུག་པ་འདྲ་བོ་བརྩི་ག་རི་ལབ་ནས་ཡོང་གི་རེད་བསམ་ནས། སྒོར་མོ་འབུམ་གཅིག་གཉིས་གཅིག་སུ་སོ་བསགས་ཐུག་གི་ཡོད་ཀྱི་རེད་དེ་ལ་ད་འཐུས་ཤོར་འགྲོ་ན་གལ་ཡོད་མ་རེད་དང་ལོ་བཤད་གི་འདུག་ཨ་ནི་ཁྱེད་རང་ཚོ་ལ་ཁ་ལ་སུས་སྤྲད་གི་རེད། ངོ་སྒྲ་བཏང་ཉིན་དེ་ཚོ་ལ་སོ་ཨ། ངོ་སྒྲ་བཏང་ཉིན་དེ་ཚོ་ངས་ཧ་གོ་གི་ཡོད། ངོ་སྒྲ་བཏང་དུས་དཀའ་ལས་ག་ཚོད་ཡོད། ང་ཚོས་ལག་གདང་སྒྲོག་མྱོང་རོགས་ཨ། ཏེག་སི་ཁྲིད་ནས་འགྲོ་གོ་ར་བོད་པའི་ངོ་སྒྲ་བཏང་ཉིན་དེ་ཚོ་དཀའ་ལས་ག་ཚོད་རྒྱག་གི་འདུག། སྲིད་བཙོན་ལ་མ་ཤི་དཀའ་ལས་རྒྱག་གོ་མ་ར། ཀྲུའུ་རེན་སྲིད་བཙོན་སྐབས་སོ། གཞན་པ་ཡོང་གོང་མེད་བ། ཨ་ནི་ཐ་ན་ཤ་ར་མི་མང་གི་ཁྱོད་ཚོའི་གི་གུ་མོ་འབུམ་གཅིག་གཉིས་དེ་འདྲས་ཕུལ་ཡིན་པས་ཞལ་འདེབས་རྒྱག་ཡིན་པས། ཨ་སྤྱི་དང་ནི་ང་ཚོའི་གི་མོ་དྲ་བཏང་མཁན་རྣམ་པ་དང་ལ་དྭགས་ལ་ཞུགས་མཁན་ཕལ་པ་རྣམ་པ་གི་བོད་གཞུང་གཏོར་བཤིག་བཏང་ཡའི་ཆེད་དུ་ཡོང་གི་རེད་བསམ་གྱི་འདུག་ད། ད་གལ་སྲིད་ཡང་ཁྱོད་ཚོ་སོ་སོ་སོ་སོ་གོང་ས་མཆོག་གི་བརྟན་བཞུགས་དང་དེ་འདྲའི་ཆེད་དུ་ཐེ་ངེས་ཡོད་ན་ཁྱོད་ཚོ་གཟབ་གཟབ་བྱེད་དགོས་དེ་དེ་རེད། ཤ་ར་མི་མང་ལས་འགུལ་བ་ཚོ་གི། ཨ་ནི་ཁྱེད་རང་ཚོ་དཔར་འདི་མཉམ་དུ་ཐེ་བ་བྱེད་ནི་ཁྱེད་ཚོའི་ངོ་རྒོལ་ལ་ཡོང་སླད་པ་རེད་ལ་ནི་སྐྱག་རྫུན་བཤད་ཀྱི་ཉན་ག་ཡོད་རེད་ཆེ་ཚང་དམ་ས་ལ་ལ་གསུང་ཆོས་ཞུ་ཉན་དང་གོང་ས་མཆོག་མཇལ་ག་ཡོང་ཉན་གི་མེད་ན་རྣམ་པ་ཁྱེད་རྣམ་པ་དཔེ་ཟབ་ཟབ་གནང་རོགས་གནང། ཞག་ར། མི་མང་འདི་དཔེ་ཉན་ག་ཅིག་པོ་ཡོད་ད་ག་མི་གོ་འདྲེ་དང་ལ་ག་གྱུར། ཆེ་ཚང་ཁོང་ཚོའི་གི་དཔར་འདི་ཚོ་ཁྱེད་རང་ཚོའི་གི་དཔར་འདི་མཉམ་དུ། སྦྱར་ནས་ད་ལ་དང་ནས་ངོ་སྐྱོད་བྱེད་ཀ་སླེ་བ་རེ་ལ་ཡ་གི་ཉན་ག་ཡོར་དྭགས་མོ་འདི་ཞོན་ཡིན་ལ་སོ། ཨན་ཐོབ་དང་ཆ་ཚང་ལེན་རོགས་གནང་ཨན་ཕིག་ལ་བཞུགས་སའི་རིང་ག་ལ་ཡ་བཞུགས་ས་དང་ནི་ཞལ་ལག་དང་ཅི་ཚང་མ་ཆ་ཚང་ཡོ་རེད་སུ་སི་ཉེ་ཆེ་རྣམ་ཕལ་ནི་མ་ཞེན་བྱེད་ན་ཆ་ཚང་ཕིག་ལ་ཡོ་རེད་གཞུང་གི་ཨོ། ཨན་ཕིག་ལ་སི་དང་གཞུང་གི་ཐོག་ནས་བསྡད་ས་དང་ཚང་མ་ཡོ་རེད་ལ་སོ། གཞུང་འདི་སུ་རེད། རྒྱ་མི་གུང་ཁྲན་ཏང་གི་གཞུང་རེད། བཙན་བྱོལ་བོད་གཞུང་རེད། བཙན་བྱོལ་བོད་གཞུང་རང་གིས་ད་དེ་འདྲས་བྱེད་མ་སོང། རྒྱ་མི་གི་ཁབ་སྟེར་བ། བོད་གཞུང་གཏོར་བཤིག་བཏང་ཡས་ཀྱི་ལས་འགུལ་བྱེད་དུ་སུ་སུའི་འཁྲུག་ཚོང་ག་བ་བཏང་གི་རེད། ཁྱེད་ཚོའི་གི་གཞུང་ལ་ཡས་དེ་རྒྱ་མི་གཞུང་རེད། བོད་གཞུང་ནང་ལོགས་ལ། བོད་གཞུང་གཏོར་བཤིག་བཏང་ཡས་གྲོ་ནས་ཀྱི་མི་སྣ་རྐང་གཅིག་གཉིས་རེད། དེ་སྐད་ཆ་གསལ་བོ་བཟོས་དགོས་ཡས་དེ་དཔེ་གལ་ཆེན་པོ་རེད་ད་ཁྱེད་ཚོ་གཞུང་ལ་ཡོད་དོ་ཨ། ཧ་ལས་པའི་ཉེན་ཁ་ཆེན་པོར་བཏགས། མིང་འདི་ཐོས་མགོ་ཡོད། ང་ཚོའི་གི་གཞུང་ནང་ལོགས་ན། ཆོས་རྒྱུད་སྤྱི་འཐུས་རྣམ་པ་ཚུད་ཡོད་རེད། མདོ་སྟོད་སྤྱི་འཐུས་དགུ་ཚུད་ཡོད་རེད། དབུས་གཙང་གི་སྤྱི་འཐུས། ལྷ་རྒྱལ་རྣམ་རྒྱལ་སྒྲོལ་དཀར་མཆོག་ཚུད་ཡོད། ཁོང་ཚོ་ཚང་མ་གཞུང་ནང་ཡིན་དུས་ཁྱེད་ཚོ། བོད་གཞུང་གཏོར་བཤིག་བཏང་ཡ་ལ་བོད་གཞུང་གི་རོགས་པ་ཡོད་རེད་ལབ་ན་འགྲིག་མ་རེད། མཁར་སྒོ་དེ་བཙོམ་མ་གཏོགས་འགྲིག་མ་རེད། ད་དེ་ལ་ཡ།
སྟོབས་རྒྱག་ལུགས་ཡིན་སྲིད་ད་དེ་རིང་ཁོང་ཚོ་ཞི་བོའི་ངང་ནས་ཡོང་དགོས་རེད་དེ་རིང་གྲོས་ཚོགས་ནང་ལ་ང་ཚོ་གྲོས་ཚོགས་ཚོགས་སུ་ང་ཚོ་མེད་བས་ན་ལྟད་མོ་ད་དེ་བས་ན་ཏན་ཏན་དབུ་མའི་ལམ་མེད་བ་ཞིག་ན་ད་རང་བཙན་གཙང་མ་ཡིན་སྲིད་ཡ་ཞེས་ཁོང་ཚོ་གི་ཟུར་བོར་ད་གྲོས་ཆོད་བཤད་གི་ད་ད་གྲོས་ཆོད་བཤགས་ཚར་ཞུ་ལ་ཡང་རྩིས་མེད་གི་རྩིས་མེད་དང་ཡང་ད་ག་ལེ་ཞུ་གི་འདུག་ཨ་ད་ཡང་ཞུ་མ་ཡང། ཅིང་མང་མོས་གང་ཅིའི་ཐོག་ལ་ཡ་མང་མོས་མ་རག་བྱས་ནས་ཁོ་རྩིས་མེད་དང་ཡང་ག་ལེ་ཡོད་རེད་དེ་རིང་བཤགས་མ་བཅུག་གི་བྱས་ན་ང་ཚོ་དེ་བཀག་དགོས་ད་ང་ཚོ་ལས་འགན་ཆགས་འདུག་རེད་དེ་རིང་ཡིན་གཅིག་མིན་གཅིག་ད་མི་གང་མང་མང་ཕེབས་རོགས་གནང། སོ། དེ་འང་འདྲ་གི་འདུག་ལབ་འདུག། ད་ད་ལྟ་བོད་རང་བཙན་འཐབ་རྩོད་པ་དེ་ལ་ནུས་པ་ཆེ་རུ་ཆེ་རུ་དོན་དུས་བརྩམས་པ་ལ་རྒྱ་མི་གུང་ཁྲན་ཏང་ལ་དཀའ་ལས་འཕྲད་ཀྱི་ཡོད་ས་རེད། བོད་འདི་རྒྱ་གི་ཆ་ཤས་ཡིན་ལབ་ཉེས་ཀྱི་མི་དེ་ཚོ་རླུང་ཞིམ་གྱི་ལངས་ཏེ་བཞག་འོང་འདི་གི་སྐད་ཆ་གཅིག་འདི་རེད། ཉེས་པ་དེ་ལ། ད་ལྟ་སྤེན་པ་ཚེ་རིང་རྐུབ་བཀྱག་ནས་མ་དོན་གོ་ཡོད་དང་ཨ་ནི། བསྟན་འཛིན་ལུང་རྟོགས་རྐུབ་བཀྱག་ནས་མ་དོན་གོ་ཡོད་ལ་ཨེ་དེ་འདི་གཉིས་གཉིས་ལ་དངངས་སྐྲག་ཞེའུ་ཅིག་སྐྱེས་བསྡད་ཡོད་ས་རེད། བྱས་ཙང་བདེན་པ་ལ་རྒྱལ་ཁ་ཐོབ་ཀྱི་རེད་བསམ་ནས་ད་ལྟ་བདེན་པ་ལ་ངོ་ལོག་རྒྱག་ག་འགྲོ་གོ་རེད་ལབ་ཀྱི་འདུག་ལ་དྭགས་མི་མང་རྣམས་པ་བསམ་བློ་གནང་རོགས་གནང། ད་སོ། ངེས་པར་དུ་མཉམ་ཞུགས་གནང་རོགས་གནང། ད་ངས། ལགས་ཀྱི་ཐལ་མོ་བརྗོད་ནས་འབོད་སྐུལ་ཞུ་གི་ཡོད་རྣམ་པ་ཚོར་ཐུགས་རྗེ་ཆེ་ཞུ་ཡ་ལགས་སོ། དོགས་གཞི་དང་ཡང་དང། ཆོས་རྒྱུད་སྤྱི་འཐུས་རྣམ་པ། དོགས་གཞི་དང་ཡང་གི་དཔེ་མཚོན་ཆེ་ཉེ། དར་ནག་ཞྭ་ར་མི་མང། ལྷ་བླ་མ་གི་གྲོགས་ཁྲི་ལས་ཀྱི་རྩ་བ་ཉིད་ནས་བྱུང་གི་མ་རེད་ཞུ་ཡིན། ལགས་ཁྱེད་ཚོ་ལ་འབྲེལ་དང་འབྲེལ་མོ་གསོལ་འདེབས་གནང། བ་མོ། གུང་བྲན་གྱི་གྲོགས་བྱེད་ལས་བྱེད་ཀྱི་ཡོད་འགྲོ། རྒྱ་མི་གུང་བྲན་གྱི་གྲོགས་བྱེད་ལས་བྱེད་ཀྱི་ཡོད་འགྲོ། ལྷ་བླ་མ་གྱི་གྲོགས་བྱེད་ལས་བྱེད་ཀྱི་ལ་ཡོད་འདི་ཁྱོད་ཚོ་མི་དམངས་སྐྱོ་བོ་ལ་གོ་བརྡོ་ཡོད་གི་འདུག་འདི་སྐྱག་རྫུན་རེད་ཤོད་ཡིན། སྐད་ཆ་བཤད་ངེས་དེ་སུ་སུ་དོགས་པ་སྟོན་གྱི་མེད་འདུག་བ། ད་ཐ་ན། ཐ་ན་ཤ་ད་མི་དམངས། གོ་བརྡོ་གྱི་ལས་འགུལ། ཡ་མེ་ལ་རྒྱ་མིའི་གུང་ཁྲན་ཏང་ནི་ཁོ་ཚོ་ལ་གནོད་ཤུགས་ཆེན་པོ་སླེབས་སྐོར། དེ་མེད་ན། དར་ནག་རྒྱུགས་སྐྱོགས་མི་རྐང་ཁ་ཤས་ཅིག་གིས་གནོད་ཤུགས་སྤྲད་ནས། ཨ་ནེ་མི་མང་པོ་ཅིག་ལ་བགྲེས་ལངས་རྒྱག། ད་བགྲེས་ལངས་རྒྱག་ཉེས་དེ་ཚོ་སོ་སོ་བགྲེས་ལངས་རྒྱག་ནས། ངོ་བོས་བྱིས་པ་སུ་སུ་ཁ་ཙུམ་ཙུམ་འགྲོ་ལ་འགྲིག་འདུག་ཨ། འདི་འགྲོ་འོག་མ་རེད། མི་དམངས་མཉམ་སྤྱོད་དེ་ཚོ་ལ་མགོ་སྐོར་གཡོག་ནས། པའི་ཞེ་སྣང་ཚོར་ད། ད་ཁོང་ཚོས་གཞུང་གི་གྲོགས་ཚོང་གཏང་རྒྱུ་ཡོད་ཅིག་ལབ་འདུག་ཨ། ད་གཞུང་འདི་གསོད་ལ་ལ་ཡིན་གི་སྐད་ཆ་ཅིག་ཆ་སྐོར། ཨེ། གྲོགས་ཚོང་གཏང་ནི་མི་སྐུ་ཡས་ཀྱི་བེད་སྤྱོད་དཔེ་མཚོན་ཅིག་འདུག་ཨ། ད་ད་ལྟ་མི་སུམ་བརྒྱ། ངོ་རྒོལ་བྱེད་ཀ་ཡོང་གི་ཨིས་ལ་ནི། རེ་དགུའི་གཉིས། སྤེན་པ་ཚེ་རིང་རྐུབ་བཀྱག་ནས་མར་དོན་གྱུར། བསྟན་འཛིན་ལུང་རྟོགས་རྐུབ་བཀྱག་ནས་མར་དོན་གྱུར་ལ། མི་དེ་ཚོ་ལ། དཔེ་ཤར་མ་རེད་ཅེས་སྐྲག་གོ་མེད་བ་ཐོག་ནས། དེ་དྭང་བླངས་དངོས་གནས། དཔེ་ཤར་སྐྲག་གོ་མེད་བ་ཐོག་ནས་དྭང་བླངས་དངོས་གནས་ཡོང་ཡོད་དེ་ཚོ་ལ། འདི་སྤྲད་གོ་འདི་བྱེད་གོ་ལ་ནི་དཔེ་ལས་ཤེས་དགོས་ཁོ་རེ་ཡོད་མ་རེད། སོ་སོ་ལ་བདེན་པའི་གི་འཐབ་རྩོད་དེ་ལ་རྒྱབ་སྐྱོར་བྱེད་ཡས་གི་འདོད་པ་དེ་ཡོད་པ་ཡིན་ན། དངུལ་མེད་བ་ཡིན་ནས་སོ་སོ་རང་གི་གྲུ་ཟུང་དང་ཉུང་གུར་དང་ཁྱེད་རང་ཚོ་མི་མང་ལ་གོ་བསྡུར་ཡ་ཡ་རང་རེད་དོ། ངས་ས་ཡིན་གཅིག་ཡིན་གཉིས་ཡིན་ལབ་མཐའ་མ་དེ་ལ་སྐམ་པ་ལི་སུ་སུ་སུ་ཁེལ་བ་ལ་ཟོ། སྐམ་པ་ལི་དེ་ཆེ་ཤོས་རེད། ར། ཇི་གོ་ཚ་ཤོས། བུ་སུ་ཐོག་ཤོས། ལག་ཁྱེར་ཇི་ད་མ་སོ་ནས་ཆེན་པོ་འགྲོ་ཅེས་ཆགས་འདི་གོར་འདི་ཁེལ་ཤོས་ལ་ཡོད་དོ། རྫོགས་པའི་ཐབས་སྐྱོ་རེ་དང། ཁྱེད་རང་ཚོ་ད་ནངས་ཞྭ་ར་མི་མང་རུལ་སྐྱོ་དེ་ཚོ་རེད་བ། གོང་ས་མཆོག་བརྟན་བཞུགས་སྐབས་སོ་ཁྱེད་ཚོ་བརྟན་བཞུགས་མཉམ་དུ་མཉམ་བཞུགས་བྱེད་པ་ཡིན་ནི་རེད་མཇལ་ཁ་རག་བ་ཡིན་ནི་རེད་ཁྱེད་རང་ཚོ་ངོ་ཚ་གོ་གོ། གོང་ས་མཆོག་གི་མཚན་འདི་གཏོར་ཤི་དང་ག་ལེ། གོང་ས་མཆོག་གི་བཙུགས་ཤྭ་བའི་བོད་གཞུང་འདི་གཏོར་ཤི་དང་ག་ལེ། རེད་བ། ྋགོང་ས་མཆོག་གི་གལ་ཆེན་བརྩི་ཡས་ཀྱི་ཆོས་བརྒྱུད་སྤྱི་མཐུན་རྣམ་པ་གཏོར་བཤིག་དང་དཀའ་ལས། ཨ་ནི་ད་འདོད ྋགོང་ས་མཆོག་མདུན་ལ་འགྲོ་ནི། ཨ་ནི་གཞིས་བྱེས་ཡིན་མདོག་མདོག་བྱས་ཏེ་ཁྱེད་ཚོ་ག་རེ་ཨ། ཆེ་ཚང། ལྷ་ཡོད་ས་ལ་འདྲེ་ཡོད་རེད་ལ་ཨེ་འདིར། གཏམ་མི་བཟང་པོ། བདེན་པ་ལ་རྒྱབ་སྐྱོར་བྱེད་མཁན་མང་པོ་ཡོད་ས་ལ། ཨ་ནི་འདྲེ་ལངས་རྒྱ་ཉེ། གསོན་འདྲེ་མ། བག་མོ། གདོང་འདྲེ།